སྤྱིར་འཛམ་བུ་གླིང་ལ་ད་འགྲོ་བ་མི་གི་མི་གྲངས་དེ་དུང་ཕྱུར་བདུན་ཅུ་དོན་གྲངས་བརྒྱ་ཅུ་ཙམ་ཡོད་རེད་ཟེར་གྱི་ཡོད་རེད་དེ་འགྲོ་བ་མི་ཚང་མ་གི་བསམ་ཚུལ་གནས་སྟངས་ཚང་མ་གཅིག་པ་ཡིན་དུས་ཚང་མ་ལ་ཨ་ནེ་ལོ་སར་ལ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ཁྱད་པར་དུ་ཡང་ད་ལྟ་ང་རང་ཚོ་བོད་ཀྱི་ཅིག་ལུགས་སྲོལ་ལ་བསམ་བཏང་པ་ཡིན་ན། དེ་ནི་ཞིང་པ་བསོད་ནམས་ཀྱི་ལོ་སར་ཡིན་གྱི་ཡོད་རེད། དེ་ནི་རྒྱ་མི་གིས་བསམ་བཏང་པ་ཡིན་ན་ད་དེང་སང། རྒྱ་མི་གི་ལོ་སར་ཆེན་མོ་དེ་དག་དེ་རིང་ནས་ཤར་བ་རེད། སྤྱིར་བཏང་འཛམ་བུ་གླིང་ལ་རྒྱ་མི་རིགས་དེ་ཧ་ཅང་གི་འབོར་ཆེན་པོ་ཅིག་རེད་དེའི་ནང་ནས་ཀྱང་ད་རྒྱ་ནག་གི་རྒྱལ་ཁབ་རྩ་བ་ར་བསམ་བཏང་པ་ན་མི་དུང་འགྱུར་བཅུ་གསུམ་ལྷག་ཡོད་རེད། ད་དེ་ག་ནང་ཡིན་གི་སོ་སོ་དེ་ནས་གི་བསམ་བཏང་པ་ཡིན་ན་ཐའེ་ཝན་རྒྱལ་ཁབ་དེ་རྒྱ་སྐད་རྒྱང་མཁན་རྒྱ་མི་རིགས་ཡིན་དུས་དེ་ཐའེ་ཝན་གི་རྒྱལ་ཁབ་དང། སྤྱིར་འཛམ་བུ་གླིང་གི་རྒྱ་མི་རིགས་གི་ལོ་སར་བརྩི་མཁན་ཚང་མ་ལ་ཨ་ནི། གུས་པས། མཚམས་འདྲི་དྲ་ཡི་དེ་ལས་བཞུགས་ཡོད། ཨ་ནི་ཚང་མ། གནས་སྐབས། ལྷ་མི་གི། ཅིག་སྒོམ་སྤང་དང། བདེ་སྐྱིད། ད་སྐུ་གཟུགས་བདེ་བོ་ཡོང་ཡས་ཁྱིམ་ཚང་ཡག་པོ་ཡོང་ཡས། ད་བློ་ཆོས་སུ་འགྲོ་ཡས་ཆོས་ལམ་དུ་འགྲོ་ཡས་ལམ་འཁྲུལ་བ་སེལ་འཁྲུལ་བ་ཡིད་ཡེ་དུ་འཆར་བ། གཟིགས་ཡོད་ར་ང་ཚོ་བོད་ད་ནང་པ་སངས་རྒྱས་ཀྱི་ཆོས་ལུགས། དེ་ག་ན་ཡིན་གྱི་སངས་རྒྱས་ཀྱི་གསུང་ལ་དག་སྡིག་པ་ཅི་ཡང་མི་བྱ་ཞིང་དགེ་བ་ཕུན་སུམ་ཚོགས་པར་སྤྱོད་རང་གི་སེམས་ནི་ཡོངས་སུ་བསྡུ། འདིས་ནི་སངས་རྒྱས་སྟོན་པ་ཡང་གསུང་བ་རེད། འཛམ་གླིང་ཞི་བདེ་ཀྱི་གནས་དང་རེ། ཁམས་གསུམ་འཁོར་བ་སྟོངས་ནས་ཐར་པ་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པའི་གཞི་རྩའམ་རྒྱུ། ལས་འབྲས་ཀྱི་རྩ་བའང་རེད། དེས་རང་ཉིད་ཚེ་འདི་ལ་བདེ་སྐྱིད་དང། ད། འཆི་རྐྱེན་ལ་སོགས་བ། སྡུག་ཅག་མི་ཡོང་ཡས་དང་བར་དོ་འཁྲུལ་སྣང་ལ་གྲོལ་ནས། ཐར་བ་དང་ཐམས་ཅད་མཁྱེན་པའི་སྒོམ་པའང་འགྲོ་ཡག་གི་ལམ་དེ་བསམ་གྱིས་མ་ཁྱབ་པའང་ད་དེ་དག་ཡིན་གྱི་ཡོད་རེད་བྱས་ཙང་དེ་ཡིན་དུས་དེ་རྒྱ་བི་ཀ་དང་བསྟན་བཅོས་ཀྱི་ལུང་ཚད་མ་ལ་སོགས་བ་གི་ནང་ནས་ཇི་ལྟར་གསུངས་བའི་ཚིག་ལ་དེ་ནས་ཅིག་བེད་སྤྱོད་བྱས་ནས་ཚང་མ་ལ་འཚམས་འདྲི་བཀྲ་དེ་ལས་ཞུ་ཡས་དང་ཨ་དེ་ནས་བེད་རྒྱ་བི་དབང་པོ། དེ་ནི་རྗེ་བཙུན་ཆེན་པོ་ཙོང་ཁ་པ་གིས་གསུངས་ཡོད་རེད། བསམ་པ་བཟང་ན་ས་དང་ལམ་ཡང་བཟང། བསམ་པ་ངན་ན་ས་དང་ལམ་ཡང་ངན། ཐམས་ཅད་བསམ་པ་དག་ལ་རག་ལས་པས་དེ་ཕྱིར་བསམ་པ་བཟང་ལ་ནན་ཏན་མཛོད་གསུངས་ཡོད་རེད་ད་མཛོད་ཟེར་ཡ་དེ་ན་རོ་འདུག་ག་དེའི་ཚིག་དེ་ལ་ཅིག་ཡིག་ཕྲེང་ཁོ་ན་མ་གཏོགས། དེ་ནས་ནཱ་རོ་ཤཱབ་ཀྱུ་ཀི་ཀུ་དང་མགོ་ཅན་ལ་སོགས་པ་དེ་འདྲ་ཡོང་ཡོད་མ་རེད། བསམ་གྱིས་མ་ཁྱབ་པའི་མཁས་པ་གི་དག་གསུང་རྩོམ་རེད། འོ་ད་དེ་ག་ནང་ཡིན་གྱི་དཔའ་གྲུ་རིན་པོ་ཆེ་གི་དེ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་བློ་འབྱོངས་ནས་ད་ཡོད་ན་ནི་ཐར་བ་དང་ཐམས་ཅད་མཁྱེན་པའི་གོ་འཕང་འདི་མཆོག་ཏུ་གྱུར་བ་བྱང་ཆུབ་ཀྱི་སེམས་རིན་པོར་མེད་ན་ནི་ཐབས་ཆག་པ་ཅིག་ཡིན་ཟེར་ཡོད་རེད། བྱས་ཙང། སྤྱིར་སངས་རྒྱས་ཆོས་ལུགས་ལས་རེད་དེའི་ནང་ནས་བོད་བརྒྱུད། དྲུག་བརྒྱུད་ཤིང་རྟ་རྒྱལ་གཡུང་དྲུང་བོན་དང་བཅས་པ་འདི་དག་ཐམས་ཅད་ནི་ཐེག་པ་ཆེན་པོ་གསང་བ་བླ་ན་མེད་པའི་རིང་ལུགས་ཡིན་དུས། ཨ་དེ་ནི་པས། ཆོས་ལ་ཉམས་ལེན་དང། དེ་ནི། ཆོས་ཀྱི་འདུ་ཤེས། འོ་ད་ཆོས་ཀྱི་གཅིག། ཟབ་མོའི་ཚིག་ལ་བརྟེན་ནས་དེ་ཚང་མ་ལ་འཚམས་འདྲི་དྲ་ཡི་དེ་ལས་ཞུ་ཡས་ཀྱི་རྩ་བ་འདྲ་ཅིག་ཡིན། ད་བོད་ཀྱི་ལོ་གསར་ཆེན་མོའི་མྱུར་དུ་ཤར་ཡོང་ཡོད་རེད། ལྕགས་ཀྱི་ལོ་སར་ཆེན་མོ་ད་དེ་རིང་ནས་འགོ་བཙུགས་ཡོང་དུས་ད་ལོ་སར་དེ་ལ་དེ་ནི་ཚང་མ་ལ་བཀྲ་ཤིས་བདེ་ལེགས་སྐུ་གཟུགས་བདེ་བོ། དེ་ནི་པའི་བྱ་བ་ལམ་འགྲོ་ཡོང་པར་ཤོག་ཨོ། ད་འཇིག་རྟེན་གྱི་ཁམས་ན་མི་སུ་དང་སུ་ཡིན་ན་རང་རང་རང་རང་ལ་དམིགས་ཡུལ་ཡོད་རེད་རང་རང་རང་རང་ལ་ཕྱག་ལས་ཡོད་རེད་ཐང་འདི་དག་ཐམས་ཅད་འབད་མེད་ལྷུན་གྲུབ། དཀར་བ་རྫོགས་ལྡན་གྱི་དཔའ་ལ་ལོངས་སྤྱོད་པར་ཤོག་ཟེར་ཡ་འདྲ་བོ་དང། ད་དེ་བཞིན་དུ་ང་ཚོ་གསང་སྔགས་རྡོ་རྗེ་ཐེག་པའི་ནང་ནས་ཅིག། ཚེ་གཅིག་ལུས་གཅིག་ལ་སངས་རྒྱས་པར་ཤོག་ཟེར་ཡ་འདྲ་བོ་དང། དེ་ཚེ་འདི་ལ་བདེ་སྐྱིད། ལྡན་པ། དབྱར་དཀོན་མཆོག་ལ་མཆོད་པ་བྱེད་ཡས་ཀྱི་དེ་ནས་པའི་གོ་སྐབས་མར་ངན་སོང་ལས་བྱིན་པ་གཏོང་ཡས། དེའི་ནང་ནས་ཀྱང་བྱ་ཟས་ཞི་བ་ལ་ལ་སོགས་བ་གི་སྲུང་བ་ནང་ཡིན། དེ་ནས་ནད་པ་རེད། ཉམ་ཆུང་རེད། གན་རྒོན་རེད། ཕ་མ་རེད། དགེ་རྒན་རེད། བླ་མ་རེད་ཚང་མ་ལ་གུས་ཞབས་དང་དག་སྣང་དང་མཆོད་པ། དེ་འདྲའི་གི་སྤྱོད་ལམ་ལ་འཇུག་ཡས་ཧ་ཅང་གི་གལ་ཆེན་པོ་ཡིན་གི་ཡོད་རེད་དེ། དག་པའི་སྣང་བ་ཟེར་ཡས་དེ་བྱང་བའི་དག་པའི་སྣང་བའང་ཡོད་རེད། རང་བཞིན་གི་དག་པའི་སྣང་བའང་ཡོད་རེད་ད་འདི་བོད་གི་ཆོས་རྒྱུད་གི་ཟེར་ཐེག་ཡོར་བ། བྱས་ཙང་དེ་ཡིན་དུས། ཚང་མ་དག་པའི་སྣང་བ་པ་ལ་ལོངས་སྤྱད་ནས་ཚེ་འདི་ལ་དེ་སྐྱིད་ཕུན་སུམ་ཚོགས་པ། འཆི་བ་ལ་དེ་ནི་བའི། སྡུག་བསྔལ་དང། དེ་ནས་གཟུགས་བཀོད་ལ་སོགས་བ་ནེར་མཛོད་གནས་ངན་དང་མི་འཕྲད་པ། དེ་ནས་འཆི་བ་འོད་གསལ་མ་སྤངས་བུ་འཇུག་ལ་སོགས་བ་ཉམས་ལེན་གྱི་ལམ་ལ་འགྲོ་བ། གལ་ཏེ་བར་དོ་ཞག་བཞི་བཅུ་བཞིར་སྐུ་ལ་འགྲོ་ན་ཡང་དེ་ནི་ཉིན་དང་པོ་གཉིས་བ་ནས་གྲོལ་ཐུབ་པ། མཐར་ཐུག་དག་པའི་ཞིང་ཁམས་རང་རང་གང་ལ་མོས་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་བསམ་གྱིས་མི་ཁྱབ་པའི་ཞིང་ཁམས་ལ་བགྲོད་པ་དང། དེ་ཚེ་འདས་ལ་དེ་གྱིས་ཕུན་སུམ་ཚོགས་པ་ཕྱིས་འབྱུང་ཡིད་གནོད་པ་མེད་པ། ནང་རྩ་རླུང་འདུ་འགྲོ་མེད་པ་གསང་བ་དེ་ནི་ཉོན་མོངས་བ་དང་མ་རིག་ཀུན་བརྟགས་བག་ཆགས་ངན་པའི་དྲི་པ་ལ་སོགས་བ་མེད་ནས་ཀུན་ནས་ཀུན་དུ་བཀྲ་ཤིས་ཤིང། བདེ་ལེགས་ཕུན་སུམ་ཚོགས་པར་ཤོག་ཅིག་ཟེར་ནས་ད་ལོ་གཟར་སྔ་ཕྱི་བར་གསུམ་ཡོལ་བ་འདི་དག་ཐམས་ཅད་ལ།